ངོ་བོ་ཡི་ཡང་རྣམ་པ་གཙོ་བཀྲ་ཤིས་བདེ་ལེགས་དེ་ནི། བདེ་དགེའི་རྒྱུ་བ་ནང་བཞིན་གྱི་རྟགས་རྣམ་པ་གཙོ་ལས་ངེས་དེ་རིང་དང་དབྱིན་ཇིའི་རྟགས་ང་ཚོ་ལྟར་ཁ་སང་ང་ནི་ཨོ་ཨེ་ནས་ང་ཚོ་འདི་བོར་དུ་འགྲོ་ཚར་རེད་བར་ཆད་ང་ཚོ་ཨོ་ནས་ཨོ་ཨེ་བོར་དུ་འགྲོ་ཚར་རེད་རོ། ད་དེ་ནས་འགྲོ་ཡ་རེད་ད་མུ་མཐུད་ནས་དེ་དེ་རིང་ཨ་ཨེ་ནས།

ནད་པ་ཟེར་རོ། ང་ཚོ་ནག་གི་ཡོད། ཨོ་དེ་ལ་ལོག་པར་ནད་པ་ཟེར་རོ། ཨིན་ལ་ཡོད་དེ་ག་ལ་ལོག་པར་ཟེར་ན། ཨའི་ཨིན་ཨིན་ལ་ཡོད་དེ་ལ། ནང་ཟེར་རོ། ནང་ལ་ལ་ན་འགྲིག་གི་རེད་ད་ཅིག་པ་ཅིག་ཀྱང་རེད་རོ། ཨོ་དེ་རེད། དེ་ནས་ཨིན་ཀམ་ལ་ཞུ། ཨིན་ཀམ་ལ་ནི་ག་རེད། ཨའི་ཨིན།

Life ཟེར་ན LIFE Life ཟེར་ན་ཁ་རང་རང་ཚོ་གི་མི་ཚེ་ལ་མི་ཚེ་གལ་གཏང་གཅིག་ཡོད་རེད་མི་ཚེ་གལ་གཏང་གཉིས་ཡོད་རེད་ཞེས་བྱ་བའོ་དེ་རེད། མི་ཚེ་ཟེར་བ། Long ལ་ནི་ག་རེད་ད། LONG Long ལ་ན། རིང་པོ་ཟེར་བ་རིང་པོ། ཁོ་མི་རིང་པོ་དཔེ་རིང་པོ་འདུག་ལབ་ཀྱང་བོད་ཡིག་དེ་ཀ་བ་དཔེ་རིང་པོ་འདུག་དེ་རིང་པོ་རིང་པོ་གང་ཟེར་རིང་པོ་ག་ནས་བཤད་བྱའོ་དེ་རེད་རིང་པོ་དེ། ད་ག་རེད།

མ་བོ་རེད་ད། འདི་དང་འདི་གཉིས་འཁྲུག་ཡ་ཡོད་མ་རེད་ད། ཧོ་རོ་སོ་ནི་ཨོ། ལོ་སི་དང་ལོ་གཉིས་འཁྲུག་ཡ་ཡོད་མ་རེད་ད་དམངས་གཙོ་འཁྲུག་མཁན་ཡོད་རེད་ད་འདི་འཁྲུག་མཁན་གང་དེ་ཡོད་རེད་ད། ག་རེ་རེད་ཤག་ནི། ལོ་སི་ལ་ན་ག་རེ་ཤོར་བ་རེད་ད། ལོ་ལ་ན་ག་རེ་མ་བོ་རེད་ད། ཨོ་ཨིན་ཇིའི་དམངས་གཙོ་འདི་འཁྲུག་མཁན་ཡོད་རེད་ད་འདི་མ་འཁྲུག་མ་ཐུབ་པའི་ས་རེད་ད། འདི་ག་རེ་རེད་ད།

ཨོ་དེ་ལྟར་ན་ནི་ག་ས་ལ་ཁི་ཟེར་རོ། ཨོ་ད་རྣམ་པ་ཚོ་ལ་འདི་ནས་ངས་ཆ་ཚང་གཅིག་ཨ་ནི་བོས་ཤག་ཡོད་རེད་ད་རྣམ་པ་ཚོ་གི་ཕན་གི་འདུག་གསུངས་སོང་གསུངས་ཙང་ད་འདི་འདྲ་བྱས་ནས་མུ་མཐུད་ནས་སོ་སོ་གི་ད་རང་ཨོ་རང་ཨ་ནི་ཡག་པོ་སློབ་སྦྱོང་བྱེད་ཀྱི་ཡོད་པ་ན་རང་གི་ནང་ལ་འདི་འདྲ་མ་བྱེད་མཁན་དེ་འདུག་ཁོང་ཚོས་དེ་འདྲ་ཡོད་པ་ན་ཁོང་ཚོ་ལ་དེ་བསྟན་བཞག་རོགས་ཅེས་ཁོང་ཚོ་ཕན་ཐོག་ན་ད་ག་རང་གི་མིག་ཡོར་འགྲུབ་པ་རེད་རོ། སོང་ཙང་ཆ་ཚང་ལ་འདི་ནི་འདི་རིང་འདི་འདྲ་ཅིག་ཡིན། དེ་ནས་མུ་མཐུད་ནས་དེ་ནས་ཡང་ཧོ་ཡང་ཧོ་ང་རང་ཚོ་གིས་ནི་ལུས་དཀྱུས་དང་འབྲེལ་བའི་ཐོག་ནས་ཡིན་ཀྱང་དབྱིན་ཇི་ལབ་གི་ལབ་གི་བྱས་ཡིན་ན་ཁྱི་པོ་དེ་ནི་དཀྱུས་མ་དེ་ནས་དཀྱུས་མ་དཀྱུས་མ་དེ་ནས་ལབ་ན་ཁྱི་པོ་རོ་ཞིག་མི་འདུག་ཡིན་ནི་མུ་མཐུད་ནས་ཡང་ཅིག་ལབ་དུ་ནི་ད་ལྟ་མ་བསྡད་མཁན་རོ་ཅེས་མཐོང་གི་འདུག་སོང་ཙང་དེ་འདྲའི་ཅིག་རེད་བྱ་རྣམ་པ་གཙོ་བོ་ཆ་ཚང་འདྲ་ཞིག་དེ་ལས་དགོང་མོ་དེ་ལས།